པ་རེད་རྒྱ་གར་ལ་ཡིན་ན་རྒྱག་པ་གཉིས་འདུག་སྟབས་ཨན་ཏི་ལ་རྩ་དེ་འདྲས་དཀྲིས་ཨན་ཏི་ལ་རས་གཡོག་བྱས་མི་འདྲ་པོ་དེ་འདྲ་བཟོས་བྱས་ཕ་རེད་དེ་འདྲས་བྱེད་གི་བྱས་ཙང་མཚམས་མཚམས་ལ་ཨ་ནི་ས་ར་བ་རི་བའི་དང་དེ་འདྲས་སྐབས་ལ་མཐའ་རི་མོ་ནས་ལྟ་དུས་མི་ཅིག་འདུག་སེམས་པའི་འཁྲུལ་སྣང་དེ་འདྲ་སྐྱེས་གི་རེད་ཨན་ཏི་ལ་ཕ་གི་དུད་འགྲོ་འདི་ཚོ་འཁྲུལ་གི་ཡོད་རེད་དུད་འགྲོ་ཙམ་མ་ཟད་མི་སྐྱེས་འཁྲུལ་སྣང་དེ་འདྲ་སྐྱེས་གི་རེད་དེའི་སྐབས་ལ་མཐའ་རི་མོ་ནས་བློ་བློ་འདི་གི་ངོས་ནས་ལྟ་ན། བློ་བདེ་གི་འཆར་ཚུལ་བྱས་ན་ཕ་གི་མི་ཅིག་འདུག་བསམ་པ་དྲན་དགོས། ད་ཡིན་ནའི་ཕ་གི་མི་ཅིག་འདུག་བསམ་ས་དེར་འཛུག་གོ་འཛུག་ག་ཕྱིན་པ་ཡིན་ན། ཨ་ནི་ག་རེ་ཡོད་རེད། རྒྱག་པ་ཡོད་རེད། ཨ་ནི་རྩ་དེ་འདྲ་བལྟས་ཚོད་ཡོད་རེད་དེའི་ཕྱི་ལོ་དེ་ལ་རེད་ཅེས་ཡོད་རེད། རྒྱུ་ཆ་སྣ་ཁ་གསུམ་མ་གཏོགས་གཞན་དག་གང་ཡང་མི་འདུག་བ་དེ་ཟེར། ད་དེའི་ནང་བཞིན་གཅིག་གིས་ཨ་ནི་ཕ་གི་མི་ཅིག་འདུག་བསམ་ས་དེ་ལ་འཛུག་གོ་འཛུག་ག་འགྲོ་ན། རྒྱ་བལ་གྱི་ཚོས་དེ་རུ་ཧོ་རུ་ཀོ་ཡོད་རེད། ཨ་ནི་ཕ་གི་གར་སི་གུ་རེད། རྩ་དང་དུས་ཚོད་ཀྱི་ཚབ་དེ་ནི་ཤ་དང་དེ་གི་དེ་ཡོད་རེད་དུག་ལོག་གི་ཚབ་དེ་པགས་པ་དང་ད་དུག་ལོག་ཡོད་རེད་ད། དེ་ཙམ་མ་གཏོགས་གཞན་དག་གང་ཡང་མི་འདུག་དེ་གཉིས་གཅིག་པོ་གཅིག་རྐྱང་རེད་འདུག་ཟེར། ད་དེང་སང་གི་དེ་ནང་བཞིན་བྱས་པ་ཡིན་ན་ཨ་ནི་ཕ་གི་འཕྲུལ་དེང་སང་བཟོས་བཞག་རྒྱུ་གི་ད་རོ་པོར་རེད།

སོ་སོའི་གི་གནས་སྟངས་ལ་བབས་པའི་ཁ་ཤས་ཀྱི་ཕ་ཡི་བུ་མོ་ཞིག་ཏུ་དྲན་སྲིད་ཀྱི་རེད་གསལ་པོ་མེད་པའི་སྐབས་གསལ་པོ་ཡོད་ན་ཡང་བཟོ་ལྟ་ལས་དེ་ཁྱད་པར་གྲུབ་རོགས། ཁ་ཤས་ཀྱི་བུ་ཞིག་ཏུ་དྲན་སྲིད་ཀྱི་རེད་ཁ་ཤས་འདི་ཁྱད་པར་མ་ཆེ་བ་ཆེ་མི་ཞིག་ཏུ་དྲན་སྲིད་ཀྱི་རེད། ཁ་ཤས་ཀྱི་ཨ་ནི་སོ་སོའི་དགྲ་ཞིག་ཏུ་དྲན་སྲིད་ཀྱི་རེད་ཁ་ཤས་སོའི་སྤུན་རྒྱག་ཏུ་དྲན་སྲིད་ཀྱི་རེད་ཁ་ཤས་ཨ་མ་ཏུ་དྲན་སྲིད་ཀྱི་རེད། ཡིན་ནའི་འདི་ག་འདི་ག་ཚང་མ་སོ་སོའི་བསམ་ཚུལ་རེད་མ་གཏོགས། ཡུལ་གང་ལ་རྫུ་གུ་རྫུ་ག་འགྲོ་ན་དེ་ཙམ་རང་རོགས།

ཕ་གི་ཨ་ནི་འདི་ཨ་མ་རེད་ལབ་ན་འདྲ་འདི་བུ་མོ་རེད་ལབ་ན་འདྲ་འདི་དགྲ་རེད་ལབ་ན་འདྲ་འདི་གཉེན་རེད་ལབ་ན་འདྲ། ད་ཕ་གི་འཆར་ཚུལ་མི་འདྲ་བ་ཞིག་ཡོང་གི་ཨ་རེད་འདི་ཚང་མ་ཀླུའི་འཆར་ཚུལ་དང་ཀླུའི་ལྟ་བ་མ་གཏོགས་རྫུ་གུ་རྫུ་ག་སྤྲོ་ན་ད་ཁམས་དྲུག་འདུས་པ་དེ་ཙམ། ད་འདི་ནང་ལོགས་ལ་དམིགས་བསལ་ཐོས་པ་ཅིག་ག་རེད་ཟེར་ན་སེམས་གཅིག་གིས་འོ་འདི་ལ་ང་རེད་འདི་ང་རེད་ཟེར་ར་འདུག་ཅེ་ན། མི་གཞན་དག་ཅིག་གིས་འདི་ཁྱོད་རེད་ཟེར།

ཡིན་གྱི་རེད་གསུངས་པ་གཡོར། བྱས་ཙང་ད་ཁམས་དྲི་ལི་ལོགས་སུ་ནི་ང་ཟེར་གྱི་ཡོད་རེད། དེ་ཡོད་རེད། ལྟ་ཚུལ་དེ་ཡི་སྟེང་ནས་ཧིན་དུ་ཡིན་ན་ཨ་ཏི་མ་ཟེར་གི་ཡོད་རེད། ཁམས་དྲི་ལི་ལོགས་སུ་ཨ་ཏི་མ་ཟེར་གྱི་ཡོད་ལོག་པ་ཞིག་ཡོད་རེད་ཟེར་གི་ཡོད་རེད། ཡེ་ཤུ་ཡིན་ན་ཁམས་དྲི་ལི་ལོགས་སུ Saul ཟེར་གྱི་ཡོད་རེད་ཟེར་གི་ཡོད་རེད། བྱས་ཙང་ད། ཡོད་རེད་ལབ་དགོས་རེད་ཨ་ནི་ནང་པའི་གི་ཡོད་མ་རེད་ལས་ཀ་བྱས་ན་དེ་དེ་གཉིས་ཀ་ལྟར་ཡང་མི་མཐུན་པ་ཆགས་ཀྱི་ཡོད་རེད་ལྟ་བའི་ཆ་ནས་མི་མཐུན་པ་ཆགས་ཀྱི་ཡོད་རེད་ལྟ་བའི་ཆ་ནས་མི་མཐུན་པ་ཆགས་བཞག་ཡོད་དེ་ལ་ཨ་ནི་གར་སྲིད་གི་རེད་ཡེ་ཤུ་ལ་དགའ་པོ་ཡོད་མཁན་ཅིག་ཡིན་ན་ཡེ་ཤུ་ཡོད་རེད་ལབ་ཀྱི་འདུག་ཨ་ནི་ཡོད་དགོས་ཀྱི་རེད་ཟེར་ནང་པ་ལ་དགའ་པོ་ཡོད་མཁན་ཅིག་ཡིན་ན་ནང་པའི་གཞུང་ནས་ཡོད་མ་རེད་ལབ་ཀྱི་འདུག་ཨ་ནི་ཡོད་མ་རེད་ཟེར། དེ་ལས་ནི་ཞེས་འགོག་གིས་ཅེས་བྱ་སྒྲོ་རོ། དེ་འདྲའི་སྐད་ཅིག་མ་ཡིན་པར་བྱས་ཏེ་ངེས་ལེགས་དྲང་པོ་དྲང་བཞག་བྱས་ནས་དཔྱད་པས། དེ་འདྲའི་སྐད་ཅིག་མ་ཡིན་པར་བྱས་སོ་སོའི་རང་གི་རྣམ་དཔྱོད་ཀྱིས། དེ་ལས་ལོགས་སུ་ག་རེ་རེད་ཟེར་ན་ང་ཟེར་ཡས་དེ། ནམ་ཞར་རྒྱུན་དུ་ང་ཚོ་ལ་ཚོར་སྣང་ཡོང་བསྡད་ཡས་ཀྱི་ང་ལ་ན་གི་འདུག་ང་སྐྱིད་པོ་འདུག་ང་སྐྱིད་པོ་མི་འདུག། ཨ་ནི་ང་ལ་སྡུག་ཅག་ལ་གི་འདུག་ང་ལ་དགའ་པོ་བྱེད་ཀྱི་འདུག་ཟེར་ཡས་ཀྱི་ང་འདི་ཡི་ལ་ཞིབ་འཇུག་བྱེད་དགོས་རེད་མ་གཏོགས། ང་འདི་ཡི་སྐད་ཆ་མ་ཡིན་པ་ཅེས་ནམ་རྒྱུན་ང་ཚོའི་བསམ་བློ་འཁོར་འདས་ང་འདི་མ་ཡིན་པ་གཞན་དག་ང་ཅིག་ཡོད་རེད་ཡོད་མ་རེད་ཟེར་དུས་ཇི་ལྟོ་བ་རེད་ཡོད་མ་རེད་ང་ཚོ་ལ། ཟེར་ན་དེ་འགྲིག་གི་དྲན་བདེ་གསལ་གྱི་ང་འདི། ཨ་ནི་ཕུང་པོ་ལས་ལོགས་སུ་ཁམས་དྲུག་ལས་ལོགས་སུ་འདུག་མི་འདུག་ཟེར་ན་ཨ་ནི། དངོས་ཡོད་གནས་ཚུལ་ཞིབ་འཇུག་གི་སྟེང་ནས། ད་གིས་བཤད་བཞག་རྒྱུའི་སྐད་ཆ་མ་ཡིན་པ་ཅེས་བཤད་བཞག་པ་ལ་ཡིད་ཆེས་བྱེད་པའི་སྐད་ཆ་མ་ཡིན་པ་ཅེས་དངོས་ཡོད་གནས་ཚུལ་ཞིབ་འཇུག་གི་སྟེང་ནས་ཨ་ནི་ཞིབ་འཇུག་བྱེད་སའི་སྐད་ཆ་འདི་རེད།

སྔོན་འགོག་པར་གྱི་ཚེ་ལུས་ཡོད་རེད་ཅི་ཅི་ཞིག་ཚེ་ལུས་ཡོད་རེད་དེ་འདྲ་བཤད་འདུག་ཨ་འོ་དེ་གྱིས་ཞིག་བར་ཚེ་འཛུག་གི་འཛུག་ས་དེ། ང་ཟེར་ཡས་དེ་ཕུང་པོ་ལས་ལོགས་སུ་ཡོད་མ་རེད་ཟེར་ནས་ཐག་བཅད་ན་འགྲིག་གི་མི་འདུག། དེ་འབྲེལ་གྱི་ལྟ་གྲུབ་བཤེས་གཉེན་གྱི་ནང་པ་ཕལ་ཆེར་བརྒྱ་ཆ་གཅིག་ཙེ་ཞིག་ཡོད་རེད། ད་འདི་གས་འདི་ལ་གང་ཟེར་དགོས་རེད་ཟེར་ན་ཨ་ནི་འདི་གས་དེ་ནང་པ་རེད་པས་ཟེར་དུས། ལྟ་བའི་ཆ་ནས་ཨ་ནི་ནང་པ་མ་རེད། སྤྱོད་པ་དང་སེམས་པའི་ཆ་ནས་ནི་དད་པའི་ཆ་ནས་ནང་པ་རེད། དེ་སླད་བར་རྣམས་ཀྱི། ལྟ་བའི་ཆ་ནས་ཁྱད་པར་ཆེན་པོ་ཆེ་ཡོད་དེ་སྐད་ཅིག་ཤེས་དགོས་པར་བ། ཅི་སྟངས་ཅི་ན་སྤྱོད་པའི་ཆ་ནས་ཁྱད་པར་མེད་པ་ལྟ་མ་རེད། ད་ལྟ་དེ་ཧིན་རྡུ་གི་མཁས་པ་ཆེན་པོ་གཅིག་གིས། ཁོས་ག་རེ་ལབ་ཡོད་ཟེར་ན། འཛམ་བུའི་གླིང་དུ་སྟོན་པ་མང་པོ་ཞིག་བྱོན་པའི་ནང་ལོགས་ནས། འཚེ་བ་མེད་པ་དང་བྱམས་སྙིང་རྗེ་གི་ཐོག་ལ་ཡར་ཤུགས་རྒྱག་དེ་ཡིན་དེ་ནི་སྟོན་པ་ཁྱད་དུ་འཕགས་པ་གཉིས་དེ་ནི་ཡེ་ཤུ་དང།

ཨ་ནི། དེ་བྱེད་དུས་ཙཱ་ནི་དེ་ཡི་མི་མཐུན་ཕྱོགས་ཁོང་ཁྲོ་ཡིན་པ་དེ་སེལ་བ་ཧ་གོ་གོ། བྱས་ཙང་ཨ་ནི་ཁོང་ཁྲོ་བྱེད་རྒྱུ་བ་མ་རེད་བཟོད་པ་སྒོམ་པ་རེད་ཟེར་ལབ་ཆེད་དེ་ཡོང་རྒྱུ་རེད། ད་ནང་པའི་གི་ག་རེད་ཟེར་ན། ཨ་ནི། ཁོང་ཁྲོ་དེ་ག་ཆེ་ནས་ཟ་གི་འདུག། ཡང་རྒྱུ་ཞིབ་འཇུག་འདི་གང། དཔེར་ན་ཨ་ནི། ག་རེ་སེ་གོ་རེད་རྩ་བའི་ཤུགས་ལས་ཡོང་གི་རེད། གཅིག་བྱས་ན་སྙེ་མ་ངའི་ཚ་ཆུ་ནང་ཡོད་ཁྱེད་དེ་ད་མདོར་བསྡུས་ཀྱིས་ལབ་བཞག་ན། ཨ་ནི། ཁ་སང་ནས་ལབ་ཚར་རེད། ལབ་ཚར་ཡོད་ཟེར་ཡོད་རེད་བ། བཀའ་ཡུལ་འདི་ལ་བཀའ་ཡུལ་འདི་ཡང་ནི། བཅག་པ་ཡིན་ན་སེམས་འཁྲུགས་པ་ཡོད་དམ་མིག་གི་སྣོད་སྐྱེས་ན། ང་སེམས་འཁྲུགས་པ་ཡོད་དེ་ང་འདི་ལ་ཆགས་པ་ཡོད་པའི་རྒྱུ་མཚན་གྱིས་རེད་བ། ཆགས་པ་མེད་ན། ཡང་ནི་འདི་མ་ཡིན་པ་ང་ལ་ཕན་མ་ཐོགས་ངས་ཅི་ལགས་ཅིག་རེད་བ་ཡིན་ན། འདི་ལ་ནུས་པ་སྐྱེས་པ་ཡིན་ན་ང་ཁོང་ཁྲོ་ཟ་གི་མི་འདུག་འདི་ག་རེ་རེད་ཟེར་ན་ཆགས་པ་ཡོད་མིན་གྱི་ཐོག་ནས་ཕྱེས་སོང། ད་བཀའ་ཡུལ་ཡིན་པ་གཅིག་པ་རེད་དེ། ཡང་ནི། དཔེར་ན་སོ་སོ་ལ་མ་གང་ངེས་དྲག་གི་ཡིན་ན། ད་དུས་བཀའ་ཡུལ་གཏད་སོ་སོ་ལ་མེད་ངེས་ཅི་བྱེད་ཨ་ནི་འདི་ངོམ་སོ་རེད་སྟོན་ཞིབ་པོ་བྱེད་པ་ཡིན་ན་འདི་འདི་ཅིག་གང་ལ་འདི་ཆགས་སོང་ན་མི་གཞན་དག་ཅིག་བཅགས་སོང་ན་ཕན་པོ་འབྱུང་བསམ་པའི་དགའ་གུ་རེད། ཁོང་ཁྲོ་ཟ་ཡའི་ཚབ་ལ་ད་སོ་སོའི་བཀའ་ཡུལ་འདི་བཅགས་ན་ཁོང་ཁྲོ་ཟ་གི་འདུག་བྱས་ན་འདིའི་རྩ་བ་འདི་བཀའ་ཡུལ་དང་ཆགས་པ་སྐྱེས་པའི་རྩ་བ་འདི་ཡང་ཨ་ནི་ངེད་ཀྱི་ཡིན་པའི་རྒྱུ་མཚན་གྱིས་ང་ལ་ཆགས་པའི་རྒྱུ་མཚན་གྱིས་གཞི་ནས་ངེད་ཀྱི་བཀའ་ཡུལ་ཟིན་ནས་འདི་ལ་ཆགས་པ་སྐྱེས་འགྲོ་གི་འདུག་ཨ། བྱས་ཙང་དེ་འདྲིའི་གི་བཀའ་ཡུལ་ལ་ཆགས་པ་དེ་ཡང་ཁ་ཚ་ང་ལ་ཆགས་པ་དེ་ཡང་ག་འདྲིས་ཡོང་དགོས་རེད་ཟེར་ན། ཨ་ནི་ང་ཟེར་ཡས་ཀྱི་ཁ་ཁའི་ཚོར་སྣང་མི་འདྲ་བ་གཅིག་དམིགས་བསལ་གྱི་ཚོར་སྣང་གཅིག་ཡོད་བསྡད་པ་དེ་ཚོར་སྣང་ལ་ཡོད་པ་ནང་བཞིན་དངོས་གནས་ཚོད་ལ་ཡོད་བསྡད་ངེས་ཅིག་བསམ་ཚུལ་དེའི་ཐོག་ནས་ཡོང་དགོས་རེད། བྱས་ཙང་འདི་ལ་དང་འཛིངས་སུ་སླེབས་དགོས་རེད། ཁ་ཁའི་ང་ཟེར་ནས་དམིགས་བསལ་གྱི་ད་གི་ཚོར་སྣང་ཞིག་འདུ་བ་ད་གི་ལ་ཡིན་པ་འོ་དེ་འདྲིའི་གི་ཚོར་སྣང་དེ།

ཁམས་དྲུག་འདི་མ་གཏོགས་གཞན་མེད་དེ་ངེས། ཨ་ནི་ཁམས་དྲུག་ནང་ཕན་ཚུན་ལ་ཨ་ནི་མི་འདྲ་བ་ཅིག་ལྟོས་ཡོད་ཟེར་ན་དེ་ཡས་མི་འདྲ་བ་མེད་དེ་ངེས་གལ་ཆེ་ཆུང་རྩ་ཆུང་གཅིག་པ་ཅིག་དེ་འབྲེལ་གྱི་གནས་ཡུལ་ཚུལ་དེའི་མངལ་དུ་རྒྱུ་མཚན་གྱི་ཐོག་ནས་དངོས་གནས་རེད་འདུག་སའི་བསམ་པ་ཞིག་སྐྱེས་འདི་ཅི་ལ་གོམས་ནས་དེ་བྱེད་འོང་དུས་བདག་དང་གཞན་གཉིས་ལས་མཉམ་འགྲོ་རུང། བདག་དང་གཞན་གཉིས་མཉམ་འགྲོ་དུས་བདག་གི་འདོད་ཆགས་ལ་ཡས་དེ་གཞན་དང་མི་འདྲ་བ་ངག་སེམས། དམིགས་བསལ་གྱིས་བདག་ཉེ་པོ་དང་རྩ་ཆེན་པོའི་ཚོར་སྣང་ཡོང་དེ་ཡས་དེ་ལ་འདོད་ཆགས་ཟེར་གི་བ་རུང།

དེ་བཟང་ད་ཕུང་པོ་ལས་ལོགས་སུ། དེ་ཡིན་ན་ཕུང་པོ་ལོགས་སུ་ད་མི་འདུག་ལབ་དུས་དྭངས་མའི་ཐིག་ཕྱི་མ་ཤེས་པ་དེ་འདྲའི་ཤེས་པ་ཡིན་ནས་དྭངས་མས་ཡོངས་སུ་རྫོགས་པ་ཤེས་པའི་སྐད་ཆ་ད་མ་རེད་ད་གོ་བཙུགས་པ་ད། བོད་ཀྱི། ཕུང་པོ་ལས་ལོགས་སུ་ད་མི་འདུག་ཟེར་བཞིན་དུས་ད་ནང་པ་ཚང་མའི་ཐུན་མོང་འདོད་ཡོན་གྱི་དྭངས་མས་དེ་ད་ཤེས་འདུག་བ། ད་འདོད་དེ་ལས་གོང་ནས་གོང་དུ་ཕྲ་རུ་འགྲོ་ཡས་ཡོད་རེད་ཟབ་རུ་ཟབ་རུ་འགྲོ་ཡས་ཡོད་རེད། སྤྱི་བསང་བཅུ་གནས་འདི་ཡིས་གལ་ཏེ་བདག་མེད་ཆོས་དང་སོ་སོར་བརྟགས། སོ་སོར་དེ་བརྟགས་ལམ་དེ་གོམས་བྱས་པ་འབྲས་བུ་མྱ་ངན་འདས་དུ་བསྐྱོད་དེ་ཉིད་རྒྱུ་གཞན་དུ་ཡེ་ཤེས་བར་འགྱུར་མི་སྲིད་ཟིན་ནས། བྷ་གའི་ཏིང་ངེ་འཛིན་སྐྱེས་པའི་མདོ་ནང་ལོགས་ལ། བདག་མེད་ལ་བྱིང་ཆུབ་ཆེ་བདག་མེད་པ་ལ་སྤྱད་པ་ཆེ། བདག་མེད་ཡིན་ཚུལ་འདི་བ་ཇི་ལྟ་བ་བཞིན་དུ་ཤེས་པ་ཅིག་མ་བྱུང་ན། ནི། ཉོན་མོངས་དང་སྡུག་བསྔལ་རྩ་བ་ཉིད་ནས་རྩ་བ་ནས་བཅད་ཡས་ཀྱི་སྟེང་དུ་མཐའ་བྲལ་གྱི་ཐབས་གཞན་ཡོད་མ་རེད། བ་དེ་བསྲུང་དགོས། དེ་བཟང་ད་ཁོ་ལས་སླ་པོ་ཡོད་ན་ད་ཨ་ཅང་ཅང་འདི་ཀ་ལས་ཁག་པོ་ཡོད་ནས་བྱ་རྒྱུ་རེད་ད་གལ་སྲིད་འདི་གསུང་རྒྱུ་ལ་ཡིད་ཆེས་ཡིན་ན། དེ་བཟང་དེ་གལ་ཏེ་ད་ག་ཟེར་ཡང་བྱུང་ནས་འདི་གསུང་ཟ་ཟིན་ཡིད་ཆེས་བྱེད་པ་མ་ཡིན་པར་ཞིབ་འཇུག་བྱས་ནས་རྒྱུ་མཚན་གང་རེད་ར་སྤྲད་ཡ་ཡོད་རེད་ད་ཕལ་ཆེར་བདེན་བཞིའི་རིམ་པ་གཉིས་པའི་ནང་དུ་གང་ལ་གང་འཚམ་ཅིག་ག་ཚོད་ཐུག་ཐུག་ཅིག་རྒྱུ་མཚན་ཐོག་ནས་འགྲེལ་བཤད་རྒྱག་ཡོད་རེད་ད། རབ་བྱུང་ན་ཨ་ནི་དྲང་པོ་དྲང་ཞིག་ཞེན་ཁོག་མེད་པའི་ཐོག་ནས་དྲང་པོ་ལག་ཤ་ཡོད་ཐོག་ནས་བཅད་ཕུང་པོ་ལས་ལོགས་སུ་འདུག་མི་འདུག་ཨ་ནི་ཡོད་ན། རྒྱུ་མཚན་ག་རེ་འདུག་མེད་ཟེར་ན་རྒྱུ་མཚན་ག་རེ་འདུག་ཅེས། དེ་བཞིན་གཉིས་མིང་གི་རྩ་བ་གཉིས་ནི་ཡང་མིའི་རིགས་འདྲ་མི་འདྲ་ཡིན་དུས་ཅི་འདོད་མེད་པ་དང་ཅི་མ་ཐུབ་ངེས་དེ་འདྲས་ཡིན་ན། ད་ནང་པ་ལ་ནམ་རྒྱུན་ཞེན་ཁོག་ཡོད་ནི་ཡོད་པ་རེད། ཨ་ནི་ཡོད་པའི་ཞོར་ལ་ད་ཕ་གའི་ཕུང་པོ་ལས་ལོགས་སུ་མི་འདུག་མི་འདུག་བསམ་ནས་དཔེ་དང་དུས་ཚོད་ལ་བསམ་བློ་བཏང་ནས་འདི་བྱས་པ་ཡིན་ན་བག་ཆགས་བཞག་རོགས་གྱིས། ད་ཞིབ་འཇུག་བྱེད་ཐུབ་ངེས་ཅིག་ཡིན་ན་སོ་སོའི་རྒྱུ་མཚན་གྱི་ཐོག་ནས་དཔྱད་པ་བྱེད་ཐུབ་ངེས་ཅིག་ཡིན་ན་ཞེན་ཁོག་གིས་མ་བསླད་པ་བྱས་ཡོད་ན་དཔེ་གལ་ཆེན་པོ་རེད། བོད་ཀྱི་ཞིང་འཁོར་བསླས་ཚར་གསུངས་ན་ཨ་ནི། དེ་གི་དངོས་ཡོད་གནས་ཚུལ་ཇི་མ་ཇི་བཞིན་མཐོང་ཐུབ་མ་རེད་བ། ད་ལྟ་གི་ལབ་པ་ན་ཤེས་བྱེད་ཀྱི་ད་གང་ཟེར་དེ་གཉིས་ཀ་ལྟར་ཡང་གལ་སྲིད་གོམས་འདོད་ཡོད་པ་ཅིག་ཡིན་ན་ཨ་ནི་དཔེ་དེ་འདྲ་འཇལ་ཕ་གིའི་ཚོར་སྣང་ལ་ཨ་ནི་དེ་མི་ཅིག་འདུག་ཟེར་ནས་རྫུ་གུ་རྩུབ་བར་སྤྲོ་ན་ཕ་གིའི་ད་རྩ་དང་ཨ་ནི་ཤིང་དང་དུག་ལོ་དེ་མ་གཏོགས་མི་འདུག་ཟེར་ཐོ་ཡོར་ལ་ཆ་བཞག་ན་དེ་ནང་བཞིན་ཨ་ནི་འདི་ང་རེད་ཟེར་ནས་ཚོར་སྣང་མི་འདྲ་བ་ཞིག་ཡོང་གི་རེད་དེ་རྫུ་གུ་རྩུབ་བར་སྤྲོ་ན་ཤ་དང་ཁྲག་དང་རུས་པ་དང། ད་དེ་འདྲའི་ཡིད་ཁམས་དྲུག་དེ་གས་དེ་མ་གཏོགས་གཞན་དག་མི་འདུག་བསམ་ནས་ང་དུར་ཆེན་གོམ་བགྱིར་བལྟ། དེ་ན་བཞིན་དེ་ཅོག་ཙེ་རེད་ཟེར་དུས་ཚོར་སྣང་མི་འདྲ་བ་ཞིག་དོགས། ད་ནི་རྐང་པ་བཞི་དང་གང་གི་པང་ལེབ། པང་ལེབ་ལ་དུས་ལོག་ཨ། དེ་ཅོག་ཙེ་རེད་ཟེར་དུས་ཚོར་སྣང་ལོག་ཨ་དོགས། དེ་ཅོག་ཙེའི་རྐང་པ་དེ་རེད་ལ་ཡ་དེ་དང་དེ་ཅོག་ཙེ་རེད་ཟེར་དུས་ཚོར་སྣང་ལོག་ཨ་དོགས། བྱས་ཙང་དེ་ཅོག་ཙེ་རེད་ཟེར་ཁོ་ན་དམིགས་བསལ་གྱི་ཚོར་སྣང་ཅིག་ཡོད་ལ་དེ་ནི་རྫུ་གུ་རྫུ་གར་སྤྲོ་ན། རྐང་པ་བཞི་དང་གང་གི་པང་ལེབ་དེ་མ་གཏོགས

ཡིན་ན་ཡང། ཞིབ་ཚགས་པོ་བལྟ་བྱེད་བྱེད་པའི་སྐབས་སུ་ཁང་པ་ཟེར་ན་དེའི་མ་གཏོགས་ཡོད་མ་རེད། ངས་ཁང་པ་གི་གྱང་བཏགས་པ་བལྟ་བའི་སྐབས་སུ་དེ་འདྲའི་དམིགས་བསལ་གྱི་ཚོར་སྣང་ཡོད་མ་རེད། ཡིན་ན་ཡང་ཁོང་ཚོ་མཉམ་དུ་དུས་ཚང་ནས་ང་དམིགས་བསལ་གྱི་ཚོར་སྣང་སླེབས། ཡིན་ན་ཡང་དབུ་ནས་འཛུགས་འགོ་བཙུགས་པ་ཡིན་ན་ནི་ད་གིན་ངས་ང་ལ་དམིགས་བསལ་ཚོར་སྣང་མ་སྐྱེས་པ་དེ་ཙམ་རེད། འཛུགས་འགོ་བཙུགས་པ་དྲུག་ན་དེ་ཙམ་མ་གཏོགས་མི་འདུག། ཨོ་དེ་ཡག་པོ་འདུག། ད་འདི་ནང་བཞིན་གཞན་དག་ལ་བསམ་བློ་བཏང་ཡ་རེད། ཀྱེ་ན་ཁོང་དཔེ་བརྗོད་བྱ་སྟངས་གཅིག་ཨང་ཧ་མ་གོ་བར་དྲི་བ་གཅིག་ཡོད་རེད་དཔེ་བརྗོད་བྱ་ན་ཁོང་རང་ན་རེ་ག་བྱེད་ས་མི་ཁུང་དེ་ཁོང་གི་ཧ་ཅང་མི་ཁུང་དེ་དགའ་བོ་ཡོད་རེད་ཨ་ནི་རྒན་ད་གིན་དེ་གི་གསུང་སྟངས་ནང་བཞིན་ཨང་གང་བྱེད་བེད་སྤྱོད་སྟངས་ནས་བྱིན་ནས་ངའི་རེ་ཁུང་དེ་གི་འདོད་ཆགས་མ་བྱ་ཐུབ་གི་རེད། ད་གཅིག་པ་གཅིག་ཡང་རེད། ལས་ཁུངས་འདི་འདྲ་བོ་དངོས་ཡོད་གནས་ཚུལ་ལ་ལས་ཁུངས་དེ་ལས་ཡག་ག་དེ་འདྲས་ཡོད་རེད་ཏན་ཏན་ཡོད་རེད། མེད་པ་ཡིན་ནས་དེ་དང་མཉམ་པ་དེ་འདྲས་ཏན་ཏན་ཡོད་རེད། ཡིན་ནས་ཆགས་པ་སྐྱེ་ས་དེ་ལས་ཁུངས་དེ་ལས་མ་གཏོགས་སྐྱེ་གི་མི་འདུག་ག་རེ་ཅེ་ནས་ངའི་ལས་ཁུངས་ངའི་ལས་ཁུངས་དེ་རེད་ད། བྱས་ཙང་ད་རྩ་བ་དེ་ང་ལ་ཆགས་པ་ལས་ཐུག་གི་འདུག་ག། ད་འདི་ནང་བཞིན་གཅིག་གིས་ཨ་ནི། ཁོད་ཀྱི་ལས་བུམ་ལ་ན་ཡང་ཆགས་པ་སྐྱེ་གི་མི་འདུག་ངེད་ཀྱི་ལས་བུམ་ཟེར་བས་ཆགས་པ་སྐྱེ་གི་འདུག་ད་ག་རེ་ཟེར་ན་ངག་ཟེར་དེ་ཁོ་དང་མི་འདྲ་བ་ཞིག་ཚོན་མདངས་ཅིག་སླེ་གི་འོ་རོག་ད་རྫུ་གུ་རྫུ་གར་སྤྲོ་ན་ཁོ་ཟེར་ཟེར་དེ་ལས་ཁམས་དྲུག་རེད། ངག་ཟེར་ཟེར་དེ་ལས་ཁམས་དྲུག་དེ་རེད། དེ་ཙམ་མ་གཏོགས་ཡོད་མ་རེད། ཅི་ན་གཅིག་པ་ཡིན་གྱི་ཡིན་གྱི་ལ་ཁམས་དྲུག་མི་འདྲ་བ། ཕ་གའི་ཁམས་དྲུག་ལ་ནང་གསེས་ཀྱི་སྤུས་དག་ལུས་དག་གང་ཅི་དེ་ཡས་མས་དེ་ངས་གཞི་རྩའི་ཆ་ནས་གཅིག་པ་གཅིག་རྐྱང་ཡིན་གྱི་ཡིན་གྱི་ལ། ཨ་ནི་ཁམས་དྲུག་དེ་ལ། ཁམས་དྲུག་ཡོད་སར་དེ་ལ་ཆགས་པ་མིག་སེར་སྐྱེ་ཡས་དང་ཁམས་དྲུག་ཡོད་སར་དེ་ལ་ཆགས་པ་མ་སྐྱེ་ཡས་དེ་འདི་ངའི་གིས་རེད། ཡང་ན་འདི་ང་རེད། ཚོར་སྣང་འདི་གིས་ཐོན་རེད་དོ། བྱས་ཙང་དེ་འདྲས་ཀྱི་ཚོར་སྣང་ཡོང་པ་ནང་བཞིན་གཅིག་ཟུག་གཟུགས་ཁ་དྲོ་ན་ང་ཟེར་ནས་ལོག་ཁ་ཅིག་གས་མི་འདུག་ཨ། ཡང་ན་མེད་ན་ངའི་གིས་རེད་ཟེར་ཡས་ཀྱི་བདག་པོ་རྒྱག་ངེས་ང་ལོག་ཁ་ཅིག་རྩ་བ་ཉིད་ནས་མི་འདུག་བྱས་ཙང་ང་དང་ངའི་གིས་ཟེར་ཡས་དེ་ཚོར་སྣང་ཙམ་མ་གཏོགས་དངོས་ཡོད་ནུས་ཚོད་རེད་མི་འདུག་ཟེར་ནས་ཧ་གོ་ན། ཨ་ནི་བདག་དང་གཞན་གཉིས་ནི་མཉམ་འགྲོར་བ། ད་དེ། ཆགས་པ་འདི་རྩལ་མེད་བཟོད་ཡས་ཀྱི་དབང་དུ་བྱས་ནས་རིམ་པ་འདི་སྐད་ཅེས་ཤེས་དགོས་པ་ནི་མ་གཏོགས་གནས་སྐབས་མེད་པར་བཟོད་ཡས་དང་མི་རྟག་པ་སམ་བདག་ཡས་དུག་ལྔས་བརྟེན་པ་སམ་བདག་ཡས་དེ་འདྲ་ཡིན་སམ་བདག་ཡས་མང་པོ་ཡོད་རེད་བ། ད་ཕ་གི། བདག་གིས་ཁང་པའི་དཔེར་བརྗོད་འདི་ཡག་པོ་འདུག་སྤྱིར་བཏང་འདི་ལ་ཡང་འཇོག་རིམ་པ་གཅིག་མ་དགོངས་པ་ན་དགོངས་པ་བརྒྱད་ཡས་ཀྱི་སྐད་ཅེས་ཅིག་བཤད་པ་ཡིན་ན་ཁང་པ་ཟེར་ཡས་དེ། རྫུ་བུ་རྫུ་བར་འགྲོ་ན་ད། དེ་གི་ལ་མ་ན་ཤི་མོ་ཤི་གང་བྱེད་གྱང་ཤི་མ་ཏུ་མི་འདུག་ལ་རོ། ད་འོ་ན་དེ་ལ་དུས་དེ་ནི་གྱང་ཤི་དང་ཕ་གི་ཐོག་བྱེད་འོག་ཤི་དེ་རྫས་སུ་གྲུབ་པས་སོར་བུའི་བསམ་བློ་འཁོར་རོ་བྱེད་དགོས། ཡང་གྱང་ལ་བ་ཡིན་ན་ཡང་གྱང་ལ་དུམ་བུ་གསུམ་ཤི་བཏགས་ནས་དེ་མ་གཏོགས་གྱང་ཟེར་ནས་ཁྱབ་དེ་མིན་ཅིག་དཔེར་ན་ད་དེ་ཡིན་ན་ག་ཚོད་ཡོད་རེད་ད་ག་བྱེད་མི་དྲར་བཅུ་ཉི་ཤུ་ག་ཚོད་ཡོད་ན་དེ་ཡོད་ན་དེ་འདྲ་ཁྱབ་དེ་ནི་གྱང་གྱི་བསམ་བློ་འཁོར་གི་འདུག།

རྩལ། རྒྱུ་བྱ། རྩ་བའི་གཞི་རྩ་སྲིད་ལ་དབུལ་བ། དེ་ལས་ལོགས་སུ་མེད། ད་གིན་གིན་འདི་གི། རྩལ་གཅིག་ཡོད་མེད་འདི་ཀོ་ལ་རྩལ། དཔེ་དཔེ་ན་བྱང་ཚད་པའི་སྐབས་སུ་རྩལ་ཡོད་མེད་འདི་གཅིག་གསུངས་སོ། དོན་དག་དུམ་བུ་གསུམ་བཏགས་ནས་དུམ་བུ་གསུམ་དེ་མ་གཏོགས་མི་འདུག་ལ་རོ། ཡང་ནང་མ་མ་རྩིས་འགྲོས་ལྟར་ཆུང་ཆུང་བར་སླེའི་རོ། ཨ་ཆུང་ཆུང་དེ་ལ་ཡང་ནང་གསེས་ཀྱི་མང་པོ་ཡོད་རོ་བརྟུལ། བརྟུལ་འདི་གའི་འདི་མ་གཏོགས་དོག་དོག་དེ་མི་འདུག་སྐད་ཆ་བཤད་མི་རོ། དེ་ལས་ལོགས་སུ་དོག་དོག་ཅིག་མི་འདུག། ཡང་དུར་འདི་ཡི་ཡང་ནང་གསེས་ཀྱི་ཕྱེད་ངོ། དེ་ནི་ཕག་མཐར་ཐུག་ནི། ད་དེ་འབྲིང་གི་ཕག་ཆ་ཕྱེད་མས་ནི། ད་རྫས་ངོ་མ་ནི་འདི་རེད། བློས་ཀྱི་རྟགས་ཀྱོ་མ་ཡིན་པ། ཟེར་ཡས་ཀྱི་ཡོ་རེད་ཟེར་ཡས་ཀྱི། དེ་འབྲིང་གཅིག་རྩ་བ་གཉིས་ནི་ཡོ་མ་རེད་ཚང་མ། བློས་ཀྱི་རྟགས་པ་རེད་ཟེར་ཡས་ཀྱི། ཕལ་ཆེར་འབྲིང་མ་ཡོད་ཡང་ད་དེ་འདི་ག་སོ་འབྲིང་ཡོད་ཀྱི་རེད། ད་འདི་བྱེད་དུས་ཟེར་ནས། ཨ་ནི་ད་ཕུང་པོ་ལས་ལོགས་སུ་ཡོད་རེད་ཡོད་མ་རེད་ཟེར་ཡས་དེ། ད་དཔེ་ད་འགྲིག་པ་བྱས་དཔེ་ད་ཁོ་ཁ་བདེ་པོ་གཅིག་གིས་ཕ་ཕྱོགས་དེ་བཀོད་ན་ཕ་ཕྱོགས་དེ་ཡིན་པ་འདྲ་བོ་ཚུལ་ཕྱོགས་དེ་བཀོད་ནས་ཚུལ་ཕྱོགས་དེ་ཡིན་པ་འདྲ་བོ་ཆགས་རན་ཡོད་རེད་བ། ད་དངོས་གནས་ལ་རྒྱུ་མཚན་ག་རེ་ཡོད་རེད་ཕུང་པོ་ལས་ལོགས་སུ་ཡོད་ན་ཡོད་པའི་རྒྱུ་མཚན་ག་རེ་ཡོད་རེད། མེད་ན་མེད་པའི་རྒྱུ་མཚན་ག་རེ་ཡོད་རེད། ད་འདི་ལ་རྒྱུ་མཚན་བཀོད་ཡས་ཆེད་དུ་གཅིག་ལ་དངོས་ལ་ཚོར་སྣང་གཅིག་སྐྱེས་པ་ཡིན་ན། མི་གཅིག་གིས་ཕ་གི་མི་གཞན་ལྟར་གཅིག་གིས་སོ་སོ་ལས་སྡུག་ས་རེག་པ་ཡིན་ན། སྡུག་ས་རེག་པ་ཡིན་ན། ད་འདི་ལ་ང་ལ་རེག་སོང། ཁོས་ཀྱིས་རེག་སོང། ཟེར་དུས་ག་ལ། ད་མི་འདི་སོ་སོ་ནས་ཉེས་པོ་གཅིག་ཡིན་ན། ད་ནི་ཉེས་པོ་གཅིག་ཡིན་ན་ཕ་གི་དེའི་མགུར་བ་ད་དེ་བས་ཚོར་བ་སྐྱེ་གི་རོགས། ད་ནི་ཕ་གི་སྐྱིབས་སྣང་ཡོང་གི་རེད། ད་ནི་འདོད་ཆགས་སྐྱེ་གི་རེད། ད་ནི།

དེ་བཟང་ད་ཚོར་སྣང་དེ་ལ་ཞིབ་འཇུག་བྱས་པ་ཡིན་ན་དངོས་གནས་ཚོད་གནས་ཀྱི་འདུག་མི་འདུག་ཞིབ་འཇུག་བྱས་པ་ཡིན་ན། ང་ལ་རེག་སོང་ལ་ད་ཚོར་སྣང་དེ། ད་གཟུགས་པོ་བརྫུ་བར་འགྲོ་ན། ངའི་གཟུགས་པོ་དང་སེམས་གཉིས་ནང་ལོགས་ནས་གཟུགས་པོ་ལ་རེག་རེག། གཟུགས་པོ་ལ་ཆ་ཤས་མང་པོ་ཡོད་པའི་ནང་ལོགས་ནས་ལག་པ་ལ་རེག་རེག། ལག་པ་ལ་མ་གཏོགས་དེ་ལས་གཞན་ད་གོ་བར་རེག་མི་འདུག་ཐུག་མི་འདུག། དཔུང་པོ་ལ་ཆ་ཤས་མང་པོ་ཡོད་པའི་ནང་ལོགས་ནས་ཕ་ཆོག་ཆོག་གི་ཆ་ཤས་དེ་ལ་མ་གཏོགས་ཐུག་ཡོད་མ་རེད།

ཨཱ་ནི། ལུང་པ་འདིའི་ནང་ལོགས་ལ་བུ་མོ་གཅིག་གིས། བསམ་བློ་ག་རེ་ཁུར་བ་རེད་ཟེར་ན། མི་ཟེར་མཁན་དེ་བསམ་བློ་འདྲ་མི་འདྲ་རེད་པ། ཨཱ་ནི། བྱང་ཆུབ་སེམས་དཔའ་དགེ་སློང་འདི་གིས་ང་ལ་འདུ་ཐམས་ཅད། ཨཱ་ནི། འདུ་སྙམ་དུ་ཁྲིད་གང་ལ་སྙམ་དུ་དེ་བཅུག་ན། ཨཱ་ནི། དེ་ནས་བཟུང་སྟེ་ཨཱ་ནི་ང་སངས་རྒྱས་ཆེད་དུ་འབད་བརྩོན་བྱེད་ཀྱི་ཡིན་བསམས་ནས། བསམ་བློ་དེ་འདྲས་ཀྱིས་སྐྱེས་རེད་ད། ད་འདིས་བསམ་བློ་འདི་རྩ་ཆེན་པོ་ཞུ་བྱེད་རེད་བ། བྱེད་དུས་ད། བྱང་ཆུབ་སེམས་དཔའ་འདི་གིས། ཁོ་སངས་རྒྱས་ཀྱི་ཆེད་དུ་བྱང་ཆུབ་སེམས་འདི་ད་སངས་རྒྱས་ཀྱི། འདོད་པ་འདི། འབད་བརྩོན་བྱེད་ཡས་ཀྱི་བློ་འདི་སྐྱེས་པ་འདི་རྩ་ཆེན་པོ་རེད། འདི་སྐྱེ་རོགས་བྱས་ན་ཨ་ནི། ཞི་བ་ཅིག་ཕན་ཐོག་ཆེན་པོ་ཡོང་གི་རེད་བསམ་ནས་ཁོ་རང་མ་ཟད་སེམས་ཅན་མང་པོ་ལ་ཕན་ཐོག་ཡོང་གི་རེད་བསམ་ནས་ཨ་ནི་ཕར་ཕྱིན་ཅིག་འདུག་ཐང་ཨ་ཁྲིད་གང་ལ་མཉམ་དུ་བཞག་པ། འདི་བྱེད་དུས་བྱས་ནས་འདི་ཨ་ནི་ཀུན་དགའ་བོ་གི་བ་གི། ཐོང་བར་གདའ། འདི་བ་དགེ་སློང་གི་བ་ཡི་བུ་མོ་ལ་འདི་བྱས་ཆོག་གི་མ་རེད་བ་བུ་མོ་ལ་ཐམ་འདི་འདི་བྱས་ཆོག་གི་མ་རེད་བ། ཞེས་འདི་བྱེད་དུས་བྱས་ནས། ཨཱ་ནི། དེ་ནི་ཚུལ་འདི་ཀུན་དགའ་བོས་བཅོམ་ལྡན་འདས་ལ་ཞུས་པ། དགེ་སློང། ག་རེ། དགེ་སློང། ཅི་ཅི་ཅི། ཚེ་འདི་འབྲིང་མོ་འདུག་དགེ་སློང་གཅིག་གིས། ཨཱ་ནི། དགེ་སློང་ཅི་ཅི་ཅི་ཟེར་ངན་འདི་ཀྱིས་ད་རིང་ཨཱ་ནི། དུ་རུ་བྱས་ནས་ཁྲིམས་དང་འགལ་བའི་ལས་ཀ་བྱས་གསུངས། དེ་འདྲ་དེ་འདྲ་བྱས་གསུངས་ཟེར་ནས་ཡང་བཅོམ་ལྡན་འདས་ལ་ཞུས་པ། ཡང་བཅོམ་ལྡན་འདས་ལ་ཏུ་ཞུས་པ་དང་སྐད་ཅིག་ད་ག་རང་ལ་དགེ་སློང་དེ་ནམ་མཁའ་ལ་ཕྱིར་བྱས། བཅོམ་ལྡན་འདས་མདུན་ལ་ཕེབས། ཨ་ཕེབས་ཡོང་དུས་ཨ་བཅོམ་ལྡན་འདས་ཀྱིས་གསུངས། བུ་མོ་ལ་ཆགས་པ་སྐྱེས་ཏེ་ཉིན་གྱི་མི་གཅིག་ལ་རྫུ་འཕྲུལ་འདི་འདྲ་བསྟན་ཡ་ཡོད་རེད་པས། ཨ་ནི་དེའི་གསུང་འདི་བཙལ་ནས་ཨ་ནི་ཀུན་དགའ་བོས། ལག་པ་ལྟར་རེག་ཅེས། ཐམས་ཅད་གྲོ་ནི་གྲོ་ཐག་ཆོད་རེག་ང་རང་མངོན་སུམ་དུ་མཐོང་སོང། ཡིན་ནས་བུ་མོ་ལ་ཆགས་པ་སྐྱེས་ཉིན་གྱི་ཨ་ནི་མི་གཅིག་ལ་རྫུ་འཕྲུལ་འདི་འདྲ་བསྟན་ཡོང་སྲིད་ཀྱི་མ་རེད། བྱས་ཙང་དེའི་གནས་ཚུལ་དེ་ང་ཧ་གོ་མ་སོང་ཞུས་པར། ཙང་དེའི་གནས་ཚུལ་དེ་ག་རེ་ཟེར་དུས་ཕྱོགས་གཅིག་ནས

རེད་དུས་ཚོད་ང་ཚོས་ལྟ་སྟངས་ལ་དགེ་སློང་འདི་གྱིས་བུ་མོ་དེ་ལ་རེག་སོང་འདི་རེད་ཚོད་སྣང་ལ་ཡིན་ནའི་ཁོ་རང་གི་བསམ་བློ་ལ་འདུག་ཟེར་རེག་ཡོང་དུས་ཤ་དང་ཤ་རུ་གོ་དང་རུ་གོ་དེ་བརྗོད་དུས་སའི་ཁམས་དང་སའི་ཁམས་གཉིས་རེད། འདི་ལ་དྲོད་གཏད་སུ་སྐྱེལ་གི་འདུག་ན་ཨ་ནི་མེའི་ཁམས་དང་མེའི་ཁམས་གཉིས་རེད། ཨ་དངུལ་སྣ་རྒྱག་གི་འདུག་ན་དངུལ་སྣའི་གཏད་སུ་འདུག་ན་ཆུའི་ཁམས་དང་ཆུའི་ཁམས་གཉིས་རེད། འདི་རེད་ད། ས་དང་ས་ས་གཅིག་དང་ས་གཅིག་ཐུག་རེད། ཆུ་གཅིག་དང་ཆུ་གཅིག་ཐུག་རེད་མེ་གཅིག་དང་མེ་གཅིག་ཐུག་འདུ་ཤེས་དེ་ཙམ་མ་གཏོགས་ཡོད་མ་རེད་ཁོ་རང་ལ་ཆགས་པ་སྐྱེ་ཡ་གཅིག་དང་ཁོང་ཁྲོ་སྐྱེ་ཡ་གཅིག་དེ་ཡོང་གི་མ་རེད། བྱས་ཙང་ད་ཕ་གིས་དེ་འདྲའི་རང་འདི་ཡོང་ཡས་བཟོས་ད་ལྟས་གོམས་འདྲིས་ཕྱིན་ནས་མ་གཏོགས་ད་ལམ་སང་ཡོང་གི་མ་རེད་ངས་ལས་ཐོས་པ་བྱས་ཨ་ནི་བསམ་བློ་བཏང་ནས་དངོས་གནས་མི་འདུག་ཟེར་ཡས་དེ་ཐག་བཅད་ཕུང་པོ་ལས་ལོག་སོང། ཨ་ནི་དེ་གོམས་པའི་དབང་གིས་ཨ་ནི་དེ་པ་ར་བྱས་ལ་ཚོར་སྣང་དེ་ཚོར་སྣང་དེ་འདྲའི་ཞིག་སླེབས་ཡོད་རེད་ད། ཁམས་དྲུག་དེ་ཙམ་གྱིས་མ་གཏོགས་ཚོར་སྣང་མེད་ནི། རྩེ་བཟང་ལྟ། ལག་པ་ལ་རེག་པ་ལ་བརྟེན་ནས་དཔུང་པ་ལ་རེག་པ་ལ་བརྟེན་ནས་ངག་ལ་རེག་ཟུང་སེམས་ལྟ་བར་ནི། ངའི་གཟུགས་པོ་ལ་ལྟ་བ་ལ་བརྟེན་ནས་ང་ལ་ལྟ་ཟུང་སེམས་ལྟ་བར་སེམས་ཀྱི་ལྟ་བར་ནི། དེ་ནང་བཞིན་ཕ་ལག་པའི་རེག་པ་ལ་བརྟེན་ནས་ངའི་རེག་སེམས་ལྟ། མིག་གིས་མཐོང་བ་ལ་བརྟེན་ནས་ངས་མཐོང་སོང། ཨམ་ཅོག་གིས་ཐོས་པ་ལ་བརྟེན་ནས་ངས་ཐོས་སོང། བསམ་བློ་གིས་ལས་ཀ་བྱེད་པ་ད་ཆ་ཞིག་བཏིང་བ་ལ་བརྟེན་ནས་ངས་ཆ་ཞིག་བཏིང། སེམས་སྐྱིད་པོ་མེད་པ་ལ་བརྟེན་ནས་ང་སྐྱིད་པོ་མི་འདུག། སེམས་སྐྱིད་པོ་ཡོད་པ་ལ་བརྟེན་ནས་ང་སྐྱིད་པོ་འདུག། ང་སྐྱིད་པོ་འདུག་ང་སྐྱིད་པོ་མི་འདུག་འདི་ཚང་མ་བློས་བཏགས་པ་རེད། ད་སྐབས་སུ་བབ་པ་ད་ལྟ་ངས་བྱང་ཆུབ་སེམས་ཤེས་པའི་ཁ་ཐུག་ཏུ་འདི་བཤད་དགོས་ཡ་དེ་ཨ་ནི་ཁ་ཚང་ལབ་པ་ན་བཞིན་ཕུང་པོ་ལས་ཁམས་དྲུག་ལས་ལོགས་སུ་ང་ཟེར་བཞིན་མི་འདུག་ཟེར་ཐག་བཅད་ཡོང་དུས་ང་ཟེར་གཞན་ཟེར་ཁྱད་པར་འཆལ་ཏེ། བློས་ཡི་འཆར་ཚུལ་གྱིས་འཆལ་བྱེད། མ་མཐོ་གཟུགས་སྐུ་བཙུགས་ནས་འཆལ་བྱེད་མ་ཡིན་བདེན་པ་བྱེད། དེ་ལ་དུས་ཡུན་རང་གི་གཞི་རྩའི་གནས་སྟངས་ཀྱི་ཐོག་ནས་ང་དང་གཞན་ཟེར་དབྱེ་བ་འཆལ་མེད་བསྟན་ངེས་བྱེད། མི་འདྲ་བ་ཚོར་སྣང་མི་འདྲ་བ་ཡོད་པ་ནང་བཞིན་གཟུགས་སྐུ་གཙུག་གསར་གྱི་ཁང་ནས་བགྲོད་ཡོང་དུས་ཨ་ནི་མི་འདྲ་བ་དེ་འདྲའི་མེད་དེ་ངེས་ཅི་སྟེ་ཨ་ནི་བདག་དང་ཞེས་སྙམ་དུ་འོང་བ་རེད། ད་དེའི་བློ་ལ་ཨོ་ཟི་ཤར་ཐུབ་པ་བྱུང་བ་ཡིན་ན་ཨ་ནི་གཞི་ནས་གཞན་སེམས་ཅན་འདི་གའི་འདི་ཡང་སུ་དང་སུ་འདྲ་ཅི་ཡིན་ན་ཡང་དེ་ཡང་གཞི་རྩའི་ཆ་ནས་ང་ལབ་ས་དེ་དང་གཅིག་པ་གཅིག་རྐྱང་རེད། བྱས་ཙང་ཨ་ནི་གཅིག་པ་གཅིག་རྐྱང་ཡིན་པའི་སྒང་ལ་ཨ་ནི་དེ་བར་འདོད་པ་གཅིག་པ།

ང་ཚོ་གསུམ་གྲོགས་པོ་འཆམ་པོ་དང་པོ་གཉིས་ལ་ཡིན་པར་བྱེད། ཡིན་ན་ཡང་ཁོ་རང་གིས་གཉིད་སད་ཁོ་རང་ལ་རྒྱབ་སྐྱོར་བྱེད་པར་བྱེད། ཁོ་རང་གིས་ང་ལ་དེ་ནང་བཞིན་དེ་འདྲ་བྱས་མི་འདུག་གནས་ཚུལ་འདི་ང་མཐོང་ནས་སེམས་གཅིག་ཕོག་གི་འདུག་དེ་ཡིན་དུས། དངོས་གནས་བྱས་ན་ཁོ་རང་གིས་ངའི་གཟུགས་པོ་རེག་ཡོད་མ་རེད་དེ། ཡིན་ན་ཡང་ཡང་ཕོགས། ག་འདྲ་ཡིན། བེད་སྤྱོད་བཏང་པའི་སྐབས་ད་གིན་བསམ་བློ་བཏང་ན། ག་འདྲ་བེད་སྤྱོད་བཏང་ནས་ང་ནི་ད་གིན་གྱི་ཕྲག་དོག་དང་མི་གཞན་སྣ་ཚོགས་གཤིས་ཤིག་བཏང་པའི་སྐབས་སུ་སེམས་པ་མ་སྐྱིད་པ།

ག་འདྲས་ཡོང་དགོས་རེད་ཟེར་ན། ཨ་ནི། དེ་འདྲིའི་གི་ཚིག་འདི། ཡོང་སྟངས་འདི་ཕ་གི། ཡག་པོ་ཅིག་འདི་བྱེད་འོང་དུས་ཙཱ་ནི། ཨ་ནི། ཤེས་པ་ཅིག་ཡོད་རེད་ད། ཁོས་རྒྱུད་ལ་ཤེས་པ། ད་འདི་ཤེས་དགོས་ཡ་འདི་ག་རེ་ཟ་ནམ་རྒྱུན་ང་ཚོ། སེམས། སེམས་ཟེར་ནས་དོག་དོག་རིག་རིག་ཅིག་བཟོས་ཤག་རེད་བ། དེ་འདྲི་མ་ཡིན་པ་འདི་ཤེས་འོང་རེད་ཁ་ཚང་ནས་ཕྲུག་ཟི་ལ་ཡིན་པ། ཤེས་པ་ལ་རིགས་འདྲ་མི་འདྲ། ཁ་ཤེས་ཡག་པོ་ཁ་ཤེས་སྡུག་ཅག་འདྲ་མི་འདྲ། དེ་ཡས་ག་དུས་ཡིན་ནས་གཏན་འཇགས་མ་ཡིན་པ་སྐྱེས། དཔེར་ན་ཁོང་ཁྲོ་སྐྱེས་ཡང་ཁོང་ཁྲོ་མེད་པར་ཆགས། མི་གཅིག་ལས་མཚམས་མཚམས་ཁོང་ཁྲོ་སྐྱེས་མཚམས་མཚམས་གདུལ་བྱ་སྐྱེས་འདི་ཤེས་དགོས་རེད། ད་འདི་ཤེས་ནས་ཤེས་པའི་རྗེས་ལ། ཨ་ནི། ཁོས་ཀྱིས་ད་སོ་སོ་ལ་ཁོང་ཁྲོ་སྐྱེས་ཡོད་ན་ཡང་དགྲ་ག་རེ་ཡིན་ན་ཤེས་པ་ཅིག་སྐྱེས་རེད་ད། ཤེས་པ་འདི་གྱི་རྐྱེན་བྱས་ནས། ཨ་ནི་ཕ་གི། བ། ཤེས་པ་དང་ཀླད་པ་འབྲེལ་བ་ཡོད་དུས་ཀླད་པའི་གི་རྩ་དགུ་འགྱོ་ཐལ་རེད། དེའི་རྐྱེན་པས་གློ་བ་འདི་གི་དབུགས་དུག་བཏང་རེད། གློ་བ་དབུགས་བཏང་བཞག་གྱུར་ཏེ་དེ་ནི་ཡར་ཀླད་རེད། ཀླད་པ། འདི་གང་ལ་ཨ་ནི། ཅེས་དང། ཨ་ནི་ཆུ་དོ་དང་རྩེ་དང་བདེ་སྐྱིད་དེ་དགུ་བཅོ་བརྒྱད་རེད། དེ་ཙམ་རེད། སྒྲ་དེ་ཡོང་སྟངས་དེ་ཤེས་སླ་ན་སྒྲ་ག་རེ་སླ་ནས་དེ་ཙམ་རེད། དེ་ལས་ལོགས་སུ་དེ་སྐད་དེ་ལས་ལོགས་སུ་ཁོས་བཤད་གསུངས་ཟིན་ཁོ་ཟས་ཀྱི་བཤད་ངན་ཅིག་འཛུགས་བརྩོ་ཡས་མིན་ནོ། དེ་ཙམ་རེད། ད་དེ་ལས་དེ་ལས་ཁོང་ཁྲོ་ཟ་དགོས་སླ་ན་ཨ་ནི་ཁོང་ཁྲོ་ངོ་མ་ཟ་གི་ཡིན་ན་ད་དེ་ལས་ཟ་བོ་ཅིག་ར་ཅེ་ལེ་ལ་ཟ་བ་ཆུ་དོ་ལ་ཟ་བ། སྲོག་ལ་ཟ་བ་ཡང་ན་གློ་བ་འདི་སྟེ་ཤུགས་ཆེ་བ་མེད་དོ། གློ་བ་འདིས་གཏང་རོགས་དབུགས་འདི་གློ་བ་འདི་ལ་ཟ་ག། ཡང་ན་ཀླད་པ་འདི་ལ་ཟ་ག། ཡང་ན་མེད་ན་ད་ཤེས་པ་ཅིག་ཡོད་ན་ཤེས་པ་འདི་ལ་ཟ་ག། འདི་རེད་དེ་ཙམ་མ་གཏོགས་དེ་ལས་ལོགས་སུ་མི་འདུག། ད་ག་སིག་པོ་རེད། འདི་ང་ཚོས་དོ་སྣང་སྤྲད་དགོས་ཡ་ཅིག་རེད། གཟུགས་པོ་ལ་བཞུས་པ་ཡིན་ན། ཚོར་སྣང་ལ་ནས་མ་ལ་ནས་གང་བྱེད།

བདག་སྐད་ཆེན་པོ་བརྒྱབ་ན་ལྟས་ཡང་ཨ་མཆོག་བིར་གི་འདུག་ཨ། དེ་མ་གཏོགས། སྐད་ཆུང་ཆུང་བརྒྱབ་ནས་ཨ་ནི་ཁྱོད་རང་སྡུག་ཅག་འདུག་དེ་ག་ཚོད་ལབ་ནས་སུད་སི་རྣམ་རྟོག་གི་ཚུལ་མ་ལེན་ནམ། ནུས་ཨེ་ཁེ་ཀུ་ཅི་ཡོད་མ་རེད་རྩ་བ་ཉིད་ནས། རྣམ་རྟོག་འབའ་ཞིག་གི་ནུས་ཡོད་འདུག་ཨ་ཚིག་འདི་དག་བདག་སྐད་ཆེན་པོ་བརྒྱབ་ན་ཨ་མཆོག་བིར་ནས་ཨ་མཆོག་པགས་པ་ལ་ཡང་སྐྱོན་ཤོར་གི་ཡོད་ན་དེ་འདྲི་འདྲི་ཞིག་བྱེད་ཨ་ནི། འདྲི་འདྲི་ཞིག་བཙུགས་གི་ཡོད་ན་རྣམ་རྟོག་རྐྱང་རྐྱང་སྐད་ཆ་མ་ཡིན་པ་ཡང་ཅིག་འདུག་ཨ། ང་ལབ་ཏེ་རྣམ་རྟོག་རེད་དེ་ཡིན་ནའི་ཕ་གི་ཅིག་ཨ་ནི་སེམས་ལ་ཅིག་ནུས་ཧེ་ཞིག་འདུག་ཨ།

དེ་ཡིས་མ་བགྱིས་པ་ཆགས་རེད་མ་གཏོགས། གཞན་སུའི་བསམ་བློ་བཏང་བཏང་ཤེས། འདི་བྱེད་དེ་ངན་བྱེད་ཡིན་ན། པར་གྲ་འདི་གི་ཚུལ་ཡོང་གནོད་སྐྱེལ་བད་སྐད་ཡོང་ན་རེད་ད། ད་དེ་ན་གཞན་དཔེ་ན་ང་མ་བགྱིས་པ་བཟོ་གི་འདུག། ཨ་མ་བགྱིད་ངེས་འདི། ཤེས་པ་དེར། ནང་གི་སེམས་མ་སེམས་དེར་ད་ཡིད་ཀྱི་ཤེས་པ་གཅིག། ཤེས་པ་མང་པོ་ཡོད་པའི་ནང་པ་ན་ཤེས་པ་གཅིག་རེད། མ་བགྱིས་པ་མྱོང་མཁན་དེ། དེ་ཙམ་མ་གཏོགས་དེ་ལས་ལོགས་སུ།

ཁོས་གཅིག་མ་བགྱིས་པ་ཟོས་ནས་ཟོས་མ་ཟོས་ན་མ་ཟོས་ཇི་ལྟར་མི་གདའ། ང་མ་བགྱིས་པ་ཟོས་སོང་ཁོང་ཁྲོ་ཟ་ནས་འདྲ། ཨ་ནེ་མ་བགྱིས་པ་དང་འདི་ཚང་མ་ང་ལ་སྡུག་ཅག་ལབ་སོང་འདི་ཡོང་བསྡད་ཀྱི་འདུག། དེ་ནས་རྫུ་གུ་གཙུག་གར་འགྲོ་ན་མ་བགྱིས་པ་མྱོང་མཁན་འདི་ཕ་གས་འདི་ལ་ཤེས་པ་ཅི་ཡོད་རེད་དེ་ལ་ཤེས་པ་ཅི་ཡོད་འདི་མ་གཏོགས་མི་འདུག། དེ་ནས་མ་བགྱིས་པ་མྱོང་མཁན་ཤེས་པ་གཉིས་འདི་ལ་བལྟ་དང་གཅིག་པ་གཅིག་རྐྱང་རེད་རྒྱུ་ཆ་སྐམ་པོ་ནི་གཅིག་གིས་ཟོས་ཤིང་གཅིག་ལག་དང་གཅིག་པ་རེད། ཡེ་ནས་ནི་སེམས་ཀྱི་ཚོར་སྣང་དེ་ཡི་ང་ཟེར་ངེད་ཀྱི་སེམས། ང་ཟེར་དེ་ཀྱི་ནི་འདི་ལ་དོ་སྣང་ཞིབ་པོ་སྤྲད་ཅིག་དང། ཕ་གིས་འདི་ལ་དོ་སྣང་མ་སྤྲད་ཅེས་བྱ་གི། གཞན་འདིས་དོ་སྣང་སྤྲད་ངེས་ཅིག་ན། འདི་ལ་མ་བགྱི་བ་ཡང་ལམ་བཟང། སྙིང་རྗེས་ད་ཁོས་མ་བགྱི་བར་བྱ་ཡོད་རེད་ཟེར་དོ་སྣང་ཞིག་སླེབས་ཐུབ་ན་འགྲིག་གི་འདུག། དགོས་ཡ་ཅིག་རེད་བ་ད་འདི། ད་ཕྱོགས་གཅིག་ནས་འདི་ཅིག་དོ་སྣང་སྤྲད་ད་ག་སྲིད་བོ་རེད་ད་བདུད་རྩི་ཡོད་དེ་ངས་ཡིན་ན། ཁ་སང་ཁ་ཉིན་ནས་བཤད་པ་ན་ཞེས་བྱམས་སྙིང་རྗེས། ཨ་ནི་ཞིན་ཕེང་གི་སེམས་པ། དེའི་རྒྱུ་ལས་སྐྱེས་པ་ཡིན་ན། འདི་སྐྱེས་པ་ཡིན་ན་འདི་གོང་ནས་གོང་ནས་འཕེལ་བ་ཡིན་ན། ཨ་ནི་ལུས་ལ་ཕན་གྱི་འདུག་སེམས་ལ་ཕན་གྱི་འདུག་ཕན་དང་ཕན་ལུགས་དེ་གྲངས་ཀ་བརྒྱ་བྱས། ལུས་ལ་དེ་འདྲི་ཅི་ནས་ཕན་གྱི་འདུག་དེ་འདྲི་ཅི་ནས་ཕན་གྱི་འདུག་སེམས་ལ་དེ་འདྲི་ཕན་གྱི་འདུག་སྤྱི་ཚོགས་ལ་དེ་འདྲི་ཕན་གྱི་འདུག་སེམས་ཁ་ཟས་ཁ་ཉིན་ཤེས་ས་སྐྱོ་དང་འདི་གང་ལ་སོ་སོའི་ཤེས་པ་དང། བལྟ་གི་འདུག་ཅེས་གྲངས་ཀ་བརྒྱ་ནས་ཡང་ཡང་ཡང་ཡང་བྱས། ད་ད་དུས་སང་ཉིན་ན་ཡང་ཐོན་དགོས་ལ། འདུག་ཅེས་གྲངས་ཀ་བརྒྱ་ནས་འདི་བྱས་འོང་དུས་ཙཱ་ནས། འདི་ད་གོམས་པ་ལགས་ཀྱི་རེད་ཤར་གོམས་བྱས་པ་རེད། དེ་ཡང་ནས་ཡང་དུ་དེ་བྱེད་འོང་དུས་ཚེ་ནས་ཨ་ནེ་སེམས་ནང་འགྲོ་ལ་བྱམས་སྙིང་རྗེའི་ཟེར་དེ་རྩ་ཆེན་པོ་ཤུགས་ཀྱིས་ཡིན་པའི་ཚོར་སྣང་ཅིག་སྐྱེས་གོ། ད་དེ་སྐྱེས་ཡོང་གོ། ད། ག་ཟེ་བོ་རེད་རིན་པོ་ཆེ། རྩ་ཆེན་པོ་བཞི་བོ་བཅའ་སླ་རྩ་ཆེན་པོ་བཞི་བོ་ཡིན་པའི་ཚོར་སྣང་ཅིག་སྐྱེས་གོ། དེ་འདྲིས་ཡོད་དེ་ངས་གང་ཟག་ཅིག་གིས་བཀང་ལ། ཨ་ནེ་ནམ་ཞག་བཅུའི་མདུན་ནས་ཉམས་ལེན་བྱས་ནས་ད་དེ་ཡིན་དུས་ཁོ་གོང་འཕེལ་དུ་བཏང་ཡས་ལ་འབད་བརྩོན་བྱེད་ཀྱི་རོ། ཨ་ནེ་དཀའ་ངལ་རེ་རེ་འཕྲད་འོང་ན་མ་སྐྱིད་པོ་རེ་རེ་བྱུང་ན། ཨ། དེ་ནང་བཞིན་གཅིག་གི་སེམས་ཅན་མང་པོ་ཡོད་དེ་སེམས་ཅན་དེ་གས་དེ་ལས་དཀའ་ངལ་དེ་ནང་བཞིན་འཕྲད་ཀྱི་བ་རེད་གཅིག་པ་རེད་སེམས་ཅན་དེ་གས་དེ་ང་དང་གཅིག་པ་རེད་ཟེར་ན་སེམས་ཅན་དེ་གས་དེ་ང་དང་བྲལ་ན་ཅི་མ་རུང་བྲལ་བར་གྱུར་ཅིག་བྲལ་བ་བདག་གིས་བྱའོ་ད་དེ་འདྲས་ཀྱི་མཚམས་མཚམས་ལ་བཞི་ཀ་མཚམས་མཚམས་ལ་གསུམ་ད་གཅིག་རིགས་སོ་སོས་སོ་སོའི་ཨོ་དེ་འདྲས་ཅིག་ནི་སྙིང་གཅིག་ལས་ལྡོག་ཅིག་བྱའོ། ཡང་སྐྱེས་བུ་འབྱུང་ཟེར་ན་ཨ་ད་དེ་ནང་བཞིན་གཅིག་ནི་དེ་ཡོང་དུས་སྐྱེས་བུ་གི་ཆ་རྐྱེན་གྱིས་རགས་པ་ཡིན་ན་ཆ་རྐྱེན་དེ་རགས་པ་ལ་བརྟེན་ནས་ང་དང་སྐྱེས་བུ་དེ་འདྲས་འདུག་ད་ང་ལ་སྐྱིད་པོ་ཡོད་པ་ན་ཞིང་མི་གཞན་དག་ལས་དེའི་ཆ་རྐྱེན་དེ་རག་རོགས་བྱས་ན། ཨ་ཁོ་སྐྱིད་པོ་ཡོང་གི་རེད་དེ་གཅིག་པ་རེད་ཨ་ནི་ཁོ་སྐྱིད་པོ་ཡོང་རོགས་བྱས་ན་སྐྱིད་པོ་བདེ་བར་གྱུར་ཅིག་ཏེ་དེའི་བློ་སྦྱང་དགོས་པར་ཐལ། འདུག་བྱས་དུས་ཨ་ནི་ག་དུས་ཡིན་ནས་བྱམས་སྙིང་རྗེའི་བློ་སྦྱང་ཡང་ཡོད་དེང་ཆ་རྒྱུ་བ་རེད། དེ་སང་ཆོས་རྗེ་ནས་དེ་འདྲའི་བློ་སྦྱང་པ་དང་མཉམ་དུ་ད་གེ་ལབ་པ་ན་ཞིང་བྱམས་སྙིང་རྗེའི་སྲས་རྩ་ཆེན་པོ་ཤུག་རྗེ་ཡི་འདུ་ཤེས་དེ་ཡོད་དུས། འདི་སྐད་ཅིག་ཅིག་སྐྱེལ་རོགས་བྱས་ནས་ད། ཐིག་གསུམ་སེམས་ཀྱི་སེམས་དཔའ་ཚིམ་པར་བྱེད་པའི་མགོ་རོ། གློ་བྱང་ཧེ་ར་ན་སྐྱེས་རོ་བྱེད། བྱེད་ཙང་དེ། དཔེར་ན་མི་གཅིག་གིས་ཚིག་རྩུབ་པོ་ལག་ན་བསྒྲགས་ཡང་ན་དངོས་སུ་ཉི་ཟླ་དྭངས་མའི་སྣོད་ཞིག་སྐྱེས་འོང་དུས་རྩ་ནས། ཨ་ནི་མ་སྐྱིད་པོ་ཆགས་འོང་དུས། དེ་ལ་བརྟེན་ནས་ཨ་ནི་སེམས་ཅན་གཞན་དག་ལ་སྙིང་རྗེ་ཞིག་སྒོམ། ད་ལས་དང་པོ་ཡིན་ན་ཕྱི་དྲོ་གཉིད་ནས་སྒོམ་འོང་རོ། ཨ་ནི་གོམས་འདྲིས་འགྲོ་ཚར་ངེས་ཡིན་ན་སྙིང་རྗེ་སྐྱེས་འོང་རོ། ད་ཨ་ནི་དེ་སྐྱེས་ཚར་བའི་རྗེས་ལ་ཨ་ནི་སྐྱིད་ཀྱི་གཉིད་པ་ལ་ཡང་བསམ་བློ་གཅིག། གལ་སྲིད་དགྲ་འདི་ཡི་སྣོད་སྐྱེས་མེད་པ་ཡིན་ན་ངས་འདི་སྙིང་རྗེ་འདི་སྐྱེས་ཀྱི་མ་རེད།

དྲན་ཤེས་ཤུགས་ཆེན་པོས་བརྟེན་ན་གཟུགས་སྐུ་ལ་དཀའ་ངལ་འཕྲད་ཀྱི་འདུག་ངས་བཅོས་བྱ་ལ་ལས། དེ་འདྲའི་དྲན་ཤེས་བརྟེན་བྱས་ན་གཟུགས་སྐུ་ལ་དཀའ་ངལ་ཞིག་སྤྲད་ཀྱི་འདུག་ག་རེ་ཡིན་ནམ། ག་ལ་བ་རེད། དཀའ་སྡུག་ཅན་ན་དཀའ་ངལ་འདུག་ལབ་ན་ག་ལ་བ་རེད། དེ་ཡིན་ནའི་ཕ་གི། ང་ལོ་བཅུའི་སྐབས་ལ་ཏེ། ཕ་མ་དང་ད་ཁ་བྲལ་ནས་བལ་ཡུལ་ལ་སློབ་གྲྭ་ལ་བསྡད་རྗེས་དཀའ་ངལ་ཏེ་འཕྲད་རེད། དེ་དུས་ག་ལ་ཁ་ཤས་ཀྱིས་ད་དེས་བརྩེ་བ་ཡག་པོ་མ་བྱས་པ་བྱས། ཁ་ཤས་དེས་མཐོང་ཆུང་འདྲ་བོ་བྱས། ད་དངོས་གནས་ཡིན་ན་འདྲ་ང་རང་ཚོར་སྣང་ཡིན་ན་འདྲ། དེ་འདྲི་ཡི་རྐྱེན་པས་སེམས་དེས་སྐྱོན་ཤོར་བྱས། ན་བཟའ་དེས་ད་ལྟ་ཡི་ལྷག་དེ་ད་དེ་འདྲི་ཆ་བྱས་ཙང། ཨ་ནི་འཁོན་འཛིན་ཤུགས་དྲག་པོ་ཡོད། ད་ཁོ་ཚོས་ཡག་པོ་བྱས་མ་སོང་སེམས་པའི་འཁོན་འཛིན་ཤུགས་དྲག་པོ་བྱས། རྗེས་མར་བྱང་ཆུའི་སེམས་ཀྱི་འཛིན་གྲྭ་དེ་སླེབས་ནས། ཨ་སེམས་ཅན་ཐམས་ཅད་སྐྱེ་བ་ཐོག་མ་མེད་པ་ནས་མར་བྱས་མྱོང་རེད་ཟེར་ཡས་དང་དེ་ཚོའི་ཐོག་ནས་འཁོན་འཛིན་དེ་ད་བརླགས། དེ་དུས་སྐབས་ལ་དཀའ་ངལ་འཕྲད་བསྡད་པའི་སྐབས་ལ་ཨ་ནི་ཅོ་ཅོ་གྲྭ་པ་དེ་ཡོང། ཨ་ནི་གྲྭ་པ་ཡིན་ངེས་ད་ཅོ་ཅོ་ཕ་ཡོང་ཨ་ནི་ང་དཀའ་ངལ་འཕྲད་པ་དེ་མཐོང། ཨ་ནི་དེ་གིས་ཨ་ནི་མ། གྲྭ་པ་བྱེད་པ་མ་ཁྲིད་འགྲོ་རེད་ཨ་ངེས་ཀྱིས་ལམ་སང་འོང་ལབ་ནས་འགྲོ་ཤག་རེད། ད་གྲྭ་པ་བྱེད་ཚར་བའི་རྗེས་ལ། རྒྱང་གི་རྒྱལ་བ་རིན་པོ་ཆེ་ཡིས་ད་གཙོས་པའི་སྐྱེས་བུ་དམ་པ་ད་དམངས་བུ་ཅིག་བྱེད་ར།

ཡག་པོ་བྱུང་ཤག་སེམས་གཏིང་སྙིང་ཐག་པ་ནས་བྱས་ཤིག། རྩ་ཆེན་པོའི་འདུ་ཤེས་ཤིག་སྐྱེས་ཤིག་ད་ཁོ་ཚོས་དེ་འདྲའི་བྱས་ཡ་དེ་གི་བཀའ་དྲིན་གྱིས་ད་གཞི་ནས་ང་སྐྱེས་བུ་དམ་པ་དེ་གས་དེ་བྱས་ཨེ་ནས་ཆོས་རྩ་ཆེན་པོ་དེ་གས་དེ་ལ་བལྟས་ཚེ་ཞིག་ཐུགས་བསམ་ཁོ་ཚོ་བྱས་ཁོ་རག་སོང་སེམས་པའི་སྙིང་ཐག་པ་ནས་བཀའ་དྲིན་ཆུ་རལ་ཅིག་རྩ་ཆེན་པོའི་འདུ་ཤེས་སྐྱེས་ཤིག་ཡོང་དེ་གི་ད། ད་སྟོང་ཉིད་འདུས་པའི་ཤེས་རབ་དང་བྱང་ཆུབ་སེམས་ཀྱི་ད་རྩ་ཆེན་པོ་ཞི་བ་ཅིག་ཡིན་པ་ཅིག་ད་ལོ་མང་པོ་ཞིབ་འཇུག་བྱས་ནས་བལྟས་ཚེ་ཧ་གོ་བདེ་ཡིན་ཙང་གཞན་དག་ཕར་བཞག་ནས་མཚམས་མཚམས་ལ། སྡིག་པ་དེ་འདྲ་བྱས་ཤོར་འགྲོ་འདུག་ཉོན་མོངས་གོམས་གཤིས་ཤུགས་ཆེན་པོ་ཡོད་རེད་བ། དེ་བྱས་ཏེ་སྡིག་པ་བྱས་ཤོར་འགྲོ་དེ་དུས་དཀའ་ལས། སྡིག་པ་འདི་བྱས་ཚར་བའི་རྗེས་ལ་ཡང། སྙིང་རྗེ་བསྟེན་སམ་དང་ཡང་ན་མེད་ན་སྟོང་ཉིད་འཁོར་བསྟེན་སམ་དང། དེ་མེད་ན་སྟོང་ཉིད་འཁོར་བསྟེན་མི་ཤོང་ཀློགས། སྡིག་པ་དེ་བདག་ཡལ་བྱེད། ཨེ་འདིའི་རྗེས་ལ་ཕྱོགས་གཅིག་ནས་སྡིག་པ་བདག་གི་རེད་བདག་ཡལ་ལ་དེ་ལས་ལྷག་ག་ཡོད་མ་རེད། ཨེ་ཕྱོགས་གཅིག་ནས། ད་སྡིག་པ་འདི་བསགས་པའི་རྐྱེན་གྱིས་ཡང་འདི་བྱས་རག་སོང་ཟེར། ནམ་རྒྱུན་འདི་མ་བྱེད་ཅིག་ཐོས་པ་བྱས་རོགས། བྱས་རག་སོང་ཟེར་ན་ཡང་བལྟས་སུ་བློ་བདེ་བོ་བྱེད། ཕྱོགས་གཅིག་ནས་ག་རེ་ཟེར་ན་ཞུམ་པ་འདི་ཧ་ཅང་སྐྱེས་ན། ང་ཚོས། རྐྱེན་ཁྲིད་ཀྱི་བར། ཡག་པོ་བྱེད་དགོས་དྲན་ནས་བྱེད་མ་ཐུབ་པའི་གནས་ཚུལ་མང་པོ་ཡོང་གི། དེ་དུས་སྐབས་ལ་ཡང་ཧ་ཅང་གི་ཞུམ་ན། ད་དེའི་རེ་མ་སོང་དེའི་རེ་མ་སོང་ལ་ཡང་ཧ་ཅང་ཞུམ་ན། ཡང་སྐྱོན་གྱིས་ལྷག་གི་བར་རོ། རྗེ་བཟའ་ཟླ་ཞུམ་པ་དེའི་སེར་ཐུ་བུ་དང་སྡིག་པ་དེའི་དག་ཆོས་ཅན་ནི་ཧ་ཅང་གི་དག་མ་རེད་དེ་རེད་མ་གསུངས་ཟེར་ནས་རེ་བ་ཆེ་ནས་དེ་འདྲའི་སེམས་ཤུགས་ཆགས་བསྡད་པ་དེ་མེད་པ་བྱས་ཡག་པོ་འདུག་ད་གྲོགས་པོ་ཏོག་དབོན་གྱིས་སེམས་ཅན་འདི་ཚོས་ལ་སྙིང་རྗེ་སྒོམ་པའི་དུས་ཚིགས་སླེབས་རབས་འདུག་ད་བརྩམས་བཞག་དང།